དངོས་གནས་དྲན་ན་ད་ང་ཚོ་བོད་པ། དངོས་གནས་དྲན་ན་ཆོལ་ཁ་གསུམ་དེ་རྡོག་རྩ་གཅིག་གནང་རོགས་གནང་ད་ཐུགས་རྗེ་གཟིགས་ད་ད་ཐུགས་སེམས་མང་པོ་མ་བཞེས་རོགས་གནང་སྲིད་སྐྱོང་ཕྱག་ལས་ནི་དཔེ་ཡག་པོ་གནང་གི་འདུག་ད་དེ་ལས་ལྷག་ག་རེ་དགོས་ཡོད་རེད་ད་ང་ཚོ་ལ་ཨ་ནི་ད་འདི་ནང་ལ།

རྒྱ་གར་བ་གཅིག་གིས་ཡང་སྲིད་དེ་རྒྱ་ནག་ལ་རྩིས་སྤྲད་བྱས་ཡོད་རེད་ཅིག་ལ་ཡག་པོ་གནང་གི་འདུག་ཨ་ནི་ད་ག་ནང་བཞིན་སྲིད་སྐྱོང་གི་སློབ་ཡོན་ནི་སྤྲད་ཐུབ་ཀི་མི་འདུག་ཨ་ཅག་ལ་ཡག་པོ་གནང་གི་འདུག་བྱེད་ཅག་ཁ་ལ་ཡ་ཨོ། མཐུན་སྦྱོར་རོགས་རམ་དེ་ནི་སྦྱར་ཐུབ་ཀི་མི་འདུག་ཅག་ལ་ཡག་པོ་གནང་གི་འདུག་དགུན་ཚོང་རྒྱ་ཉལ་ལ་ཡ་ཨ་ནི་དཔེ་ཤག་ནི་གཡར་ཐུབ་ཀི་མི་འདུག་དངུལ་ནི་གཡར་ཐུབ་ཀི་མི་འདུག་ང་ལ་མེད་ན་ག་ནས་ཁེལ་དགོས་རེད་གཡང་འགུགས་སྒྲུབ་དགོས་རེད་སྐད་ཆ་བཤད་གི་འདུག།

དེ་རིང་ཡང་སྐར་མ་དཔེ་མཚོན་འགའི་ཡག་པོ་བཤད་ཟླ། བོད་པ་རྣམས་པ་ཚང་མ་འདུ་རྡོག་རྩ་གཅིག་སྒྲིལ་གནང་རོགས་གནང། ཁྲིམས་དང་མཐུན་པ་ཕྱག་ལས་གནང་རོགས་གནང་སྤྱི་འཐུས་གྲོས་ཚོགས་དེ་ཡག་པོ་ཅིག་ཚོགས་ཐུབ་པ་བཟོས་རོགས་གནང་ཞུ་ཡ་ཡིན་ད། ད་ག་ནང་བཞིན་ང་རང་ཚོ་སྤྱི་འཐུས། སྤྱི་འཐུས་སྐབས་བཅུ་བདུན་པའི་ཨན་ད་ལྟ་དེའི་ཡིག་ཆ། གྲོས་ཆོད་ཡིག་ཆ་ཨང་ཉི་ཤུ་གཅིག་སོགས་འདི་ལ་རྒྱབ་སྐྱོར་བྱེད་དམ་བཅའ་ཕུལ་ས་རག་གི་རེད་ཁྱོད་རང་ཚོ་བཀའ་བློན་དམ་ཡང་རག་གི་རེད། ཨ་ད་ག་ནང་བཞིན་ཁྲིམས་དཔོན་འོས་ཞིག་ཚང་པ་ཅིག་བྱུང་ན་ཡང་དམ་ཡང་ཡོད་རེད་དམ་བཅའ་ཕུལ་ས་ལང་ག་ཡང་ཡོད་རེད། ད་ད་ལྟ་དམ་བཅའ་ཕུལ་ས་ལང་ག་དེ་འགྱུར་བ་མ་བཏང་པ་ཡིན་ན་ཕྲན་བུ། ཨ་ནི་ཅིག། འོས་ཤིག་ཚང་བ་ཅིག་གླས་པ་ཡིན་ནས་ལས། དམ་བཅའ་འབུལ་ས་ལང་ཀ་མེད་པ་འདི། ཧ་གོ་གོ་རོགས། རྩ་ཁྲིམས་ནང་ལ་ག་རུ་འཁོད་ཡོད་རེད། ཆེད་དུ་ཁྲིམས་ཞིབ་ཁང་གི་ཁྲིམས་དཔོན་དང་ཨ་ནི། འདི་ཚོ་གིས་ཨ་ནི། ཁྲིམས་དཔོན་གི་འོག་ནས། ད། དམ་བཅའ་ཞུ་གོ་གོ་རོགས། འདི། ཞུ་ས་ལང་ཀ་ཡོད་མ་རེད། འདི། འགྱུར་བ་བཏང་བ་ལ། བཅའ་ཁྲིམས་བསྐྱར་བཅོས་ཉི་ཤུ་འདི། ཡིན་གཅིག་མིན་གཅིག་འགྲོ་གོ་གོ། འདི་མ་འགྲོ་ན། བྲིས་ཡས་ཡོད་མ་རེད་འོ་འདི་རེད། ཨ།
འདྲའི་ཆོ་ག་ཆོས་ལུགས་དེ་འདྲ་མང་པོ་ཞིག་ཐོན་བསྡད་ཀྱི་འདུག་ད་དེ་ཅི་ཡང་སྣང་བ་ཁོ་ར་འགྲོ་གི་མི་འདུག་ཨ་འདིའི་ནང་ནས་ཆུ་བཞི་མཁའ་འགྲོ་གི། ཨ་ནི་ཆུ་བཞི་མཁའ་འགྲོ་གི་ད་དེ་ག་ར་སུམ་བཅུའི་དུས་དྲན་དུས་བབ་ལ་དངོས་ན་ད་ཅོག་ཁོ་རང་ཚོ་གི་ད་ཅོག་ཁྱེད་ཡོང་ཨ་ནི་རྒྱབ་ལ་ཅིག་གུས་ཡན་བྱེད་དོ་དེའི་ལོགས་ལ། ཆུ་བཞི་མཁའ་འགྲོ་གི་རྟགས་རེ་ཞིག་རྒྱབ་དེ་འདྲས་ང་ཚོ་ད་ཅོག།

མོ་བཀའ་མ་སྤེན་ཚུང་སྐད་ཆ་བཤད་མ་ཤེས་ན་སྐད་ཆ་བཤད་རྒྱུ་ཡོད་མ་རེད་ཁྱོད་རང་སྤུན་སྤུན་རྒྱག་ཏུ་འཛུག་གི་བཀའ་རྒྱུ་གཏང་གི་ཡོད་རྒྱུ་རེད་ད་མོ་མོ་ཏིས་ཙི་གུ་དེས་ཁ་བཙུམ་ཟིན་ནས་མིག་གི་སྒྲ་གམ་བཟོ་གི་རེད་ཟེར་འདྲ་མི་འདྲ་བྱེད་ཀྱི་རེད་ཟེར་ལབ་གི་ཡོད་རྒྱུ་རེད། རྡོ་རྐང་ཆུ་བཞི་གང་འགྲོ་གི་དེའི་མིང་དེ་འདི་ནང་ལ་བཏོན་དགོས་ཡ་རྒྱུ་མཚན་ག་རེ་རེད། གཅིག་ནི་འདི་རེད། གཉིས་ནི་མདོ་ཁམས་ཆུ་བཞི་སྒང་དྲུག་གི་དར་ཆ་འདི་ག་རེ་ཡིན་པ་ཧ་གོ་གི་ཡོད་བས། དར་ཆ་འདི་རྒྱ་གར་བཙན་སྐྱོང་གནང་ལ་སླད་ནས་རང་དབང་ལུང་པར་སླད་ནས་དར་ཆ་ཟོས་མགྱོགས་དེ་འདྲ་མ་རྟགས། དར་ཆ་དེ་བོད་ནས་ཡོད་རེད། བོད་ནས། དང་པོ་འགོ་བཙུགས་དུས་ནས་དར་ཆ་དེ་བཟོས་བཞག་མགྱོགས་རེད་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ཕྱི་ཟླ་གསུམ་པའི་ཚེས་བཅུ་སྔོན་ནས་རེད། དེ་ཤེས་པ་བྱེད། འདི་དམག་ཐག་རེད་དམག་གི་དམག་མིག་གི་དར་ཆ་རེད། ཆུ་བཞི་མཁའ་འགྲོ། བསྟན་སྲུང་དྭངས་ལྷ་དམག་གི་ནི་དར་ཆ་རེད་དེ་ཤན་པ་ཆེ་ཧ་གོ་གོ་རེད། བསྟན་སྲུང་དྭངས་ལྷ་དམག་དེ་གཙུག་ནི་དར་ཆ་དེ་གཙུག་ནི་ཅི་ནི་རྒྱ་གར་རིན་པོ་ཆེ་དང་ད་ག་ནང་བཞིན་སྐུ་དྲག་མང་པོ་ཅིག་གི་ནང་གི་ཧ་ཡང་ཁ་ཕུ་རུ། ད་ག་ནས་ཕྱིན། ཅིག་ད་ཉི་མ་ཡོལ་བས་ཚང་མ་རྒྱུ་ཆ་ལ་ཚང་མ་ཁེངས་ནས་དེ་རྒྱ་གར་ལ་སླེ་ཡ་རག་སོང་ཨ། འདི་བཀའ་དྲིན་འདི་ཆུ་བཞི་མཁའ་འགྲོ། དར་ལྕག་འདི་གི་བཀའ་དྲིན་རེད། ཆུ་བཞི་མཁའ་འགྲོ་སྒྲིག་འཛུགས་འདི་གི་བཀའ་དྲིན་རེད། ད་ལྟ་ཡིན་ནས་ལས་མུ་མཐུད་ནས་ཁེ་དགོས་ཡ་རེད་དེ། ང་ཚོ་འཐབ་རྩོད་པ་བྱེད་ཉན་གྱི་རེད་བ།

དེ་འདྲའི་དར་ལྕོག་ཁྱེད་གཉིས་གྲོལ་གི་ཡོད་ན་དར་ལྕོག་ང་ཚོ་བོད་གཞུང་གི་དར་ལྕོག་གཅིག་ཡོད་རེད་ཨོ་དེ་གནམ་ནས་འཕེལ་རོགས་གནང། ཨོ་དེ་ཞུ་ཡས་ཡིན་ང་སྣང་བ་ཆེས་འགྲོ་གི་མི་འདུག་སྔོ་ན་ཁྲ་ན་སུམ་ཅུའི་དུས་དྲན་དེ་བ་ལ། ཨ་ནེ་ཆུ་བཞི་མཁའ་འགྲོ་གི་དར་ལྕོག་དེ་འདྲའི་ཁྱེད་ཀྱི་ཡོང་གི་འདུག་ད་དེ་སྔོ་ན་ང་ཚོ་སེམས་པ་ལ་མ་སྐྱིད་པ་བཟོ་གི་འདུག་ཞུ་ཡས་ཡིན། ཨ་རེ་སུམ་ཅུ་དུས་དྲན་ལ་ཡང་ཆུ་བཞི་མཁའ་འགྲོ་གི་དར་ལྕག་ཁྱེར་བ་ཡིན་ན་ཁྱེད་རང་སེམས་པ་མ་སྐྱིད་པ་བཟོ་གི་འདུག་ན་ཁྱེད་རང་ལྡོག་མྱོང་རེད་ཁྱེད་ཁེ་བྱས་ཡོད་མ་རེད་དེ། བོད་ཀྱི་བདེན་མཐའ་མ་གསལ་བར་དོག་ལ་ཡང་ཆུ་བཞི་མཁའ་འགྲོ་གི་དར་ལྕག་འདི། ཨ་ནི། མེད་པ་ཆགས་ཀྱི་མ་རེད་དེ། བོད་ཀྱི་བདེན་མཐའ་མ་གསལ་བར་དོགས་ལ་ཡ་ཆུ་ཆུ་གང་འགྲོ་གི་དར་ཆ་དེ་སུམ་ཅུ་དུས་དྲན་ཉིན་མོ་འདི་ལ་ཡ་ཁེ་ཁེ་རེད་དེ། ཤེས་པ་བྱེད་རོགས་གྱིས། ད་ག་ནང་བཞིན་རེད། ཨ་ནི། གལ་སྲིད་དབུ་མའི་ལམ་རག་བའི་དབང་དུ་བཏང་ན། ཡང་ན་རང་བཙན་རག་བའི་དབང་དུ་བཏང་ན། ཨ་ནི་ང་རང་ཚོ་ད་ཆ་བོད་ཆོས་བྱེད་དགོས་འདུག་དང་བྱེད་དགོས་མི་འདུག་དེ་དུས་ལྟ་ཡ་རེད། ད་ག་ནང་བཞིན་དབུ་མའི་ལམ་གལ་སྲིད་རག་བའི་ཡིན་ན།

ཡ། ཆུ་བཞི་སྒང་དྲུག་གི་ཡག་པོ་བྱས་ཡོད་པས་ནི་ཁྱོད་རང་ཧ་གོ་གི་འདུག་མི་མང་གིས་བརྗེད་གི་མ་རེད་ཟེར་ནས་བཤད་ཀྱི་འོ་རེད་ཨང་ད་ལྟ་ཆུ་བཞི་སྒང་དྲུག་ལ་ཡ་ག་ཅི་ནས་ཁ་བཏང་བསྡད་ཀྱི་ཡོད། ཆུ་བཞི་སྒང་དྲུག་གི་ད་ལྟ་བར་དོ་ལ་ཡ་ཐག་གཅོད་ག་རེ་བྱས་སོང་ཁྱེད་སྐད་ཆ་མ་སོང་ཨང། ད་ལྟ། བཙན་བྱོལ་གྱི་ཆབ་སྲིད་བཙོག་པ་འདི་ནག་ལོ་ལ་ཡ་ཆུ་བཞི་སྒང་དྲུག་གི་ལག་པ་འཆང་གི་མི་འདུག་ཨ། ག་རེ་ལག་པ་འཆང་སོང། ད་དོ་དེ་སུམ་ཅུ་དུས་དྲན་ལ་ཡ། ཆུ་བཞི་ག་འགྲོ་གི་ད་ཆ་ཁྱེད་ནི་སྐད་འབོད་ལ་ཡང་འགྲོ་དེ་ཉན་དུ་འཛུལ་ཡེ་ཐུགས་རྗེ་ཆེ་རྗེས་སུ་ཡི་རངས་ཡོད་ཟེར་ནས་ལག་དགུ་བསྐོར། ཁྱེད་རང་དང་ཁྱེད་རང་གི་དམ་བཅའ་བའི་དགེ་སྡེ་ཟླ་འགོ་དཔོན་དཔོན་པ་ཚེ་རིང། གཙོས་པའི་དགེ། ཨ་ནི། དོན་ཨ་རི་དོན་གཅོད། བྱ་མ་འགྲོ་དགོ་ང་ལས་ཉན་དུ་འཛུལ་ཚང་མ་གི་ཁ་ལག་བསྐོར། སྐད་འབོད་ལ་འགྲོ་ཡ་ཡོད་མ་རེད་གཅིག་བྱེད་ཡ་ཡོད་མ་རེད་གཉིས་བྱེད་ཡ་ཡོད་མ་རེད། ལག་དགུ་ཡོད་རེད། ཁྱེད་རང་ཚོ་ཤེས་ཀྱི་མི་འདུག་བ། ད་ལྟ་རི་ཆར་གྷེར་གྱིས་ཡང་ནི་ད་ལྟ་བོ་དོར་ལོ་ངོ་སུམ་ཅུ་ནང་ལོགས་ལས་དེ་འདྲའི་བྱེད་མྱོང་མཐོང་མ་སོང་ལ་སོ། འཛིན་སྐྱོང་གིས་ངོ་ལོག་རྒྱག་རྒྱུ་ཡོད་མ་རེད་སྐད་འབོད་འགྲོ་རྒྱུ་ཡོད་མ་རེད་རྣམ་དཔྱོད་སྟོན་རྒྱུ་ཡོད་མ་རེད་ཇག་མ་དྲོངས་ན་སྒོ་ང་ལེན་དགོས་རེད་ལ་གོ། ད་ཡང་ད་ལྟ་དེ་རི་ཆར་གྷེར་གྱིས་བསྟོད་རེས་བཏགས་པ་དེ་ལ་ཡང་འཛིན་སྐྱོང་གིས་ཞེ་བོ་ཅིག་བྱས་པ་ཡིན་པ་དྲོ་ཤེས་ཀྱི་འདུག་བ་དེ། འདི་འཛིན་སྐྱོང་ཞེན་སྐྱོང་མ་རེད་དེ། ད་ལྟ་གཅིག་སྒྲིལ་ཁང་ལ་ཡང་ལངས་འོང་ཡ་དེ་འདི་གས་དེ་སུམ་ཅུ་དུས་དྲན་ལ་ཡང་སྐད་འབོད་རྒྱག་ཡ་དེ། མི་མང་ཡར་ལངས་རྒྱུ་རེད།

ཁོ་སྒྲིག་འཛུགས་ཀྱི་རེད། སྒྲིག་འཛུགས་དེ་གིས་སོ་སོའི་བྱེད་དགོས་དེ་ཏག་ཏག་བྱས། ང་ཚོ་ཆབ་སྲིད་ཀྱི་ནི་བཙན་བྱོལ་བ་ཞིག་རེད། ཆབ་སྲིད་ཁང་དུ་གཙོས་ཁག་དྲུག་གི་རེད། ཨོ། ལྟོ་ཁང་ཆུང་ཆུང་ཁག་དྲུག་གིས་དམག་ཁང་བཙུགས་ནས་མི་རབས་རྒན་པ་མང་པོ་ཅིག་སྲོག་བློས་བཏང་ཡོད་རེད། མི་བཏང་ས་ལ་མི་བཏང་རྒྱུ་བཏང་ས་ལ་རྒྱུ་བཏང།

བཀའ་མོལ་དཔེ་མཚོན་ཁྱོད་རང་གི་ཧ་གོ་གོ་བ་མ་རེད་ཁྲིམས་དང་འགྲོ་སྟངས་ཤེས་གི་ཡོད་མ་རེད། རྡོ་ཁམ་ཆུ་ཆུ་གང་དྲུག་ཟེར་དེ་གཅིག་མོ་དོ་ཡོད་མ་རེད། འདི་དེ་ད་ལྟ་རྨ་འཇུ་བཀྲིས་ལ་ལ་ཡ་ཡོད་དེ་བ་གན། ཆུ་ཆུ་གང་དྲུག་དེ་རེད་གལ་སྲིད་ཁྱོད་རང་ལ་ཡ་ཡིག་ཆ་དང་དེ་འདྲའི་ཅི་ཅི་ཅི་ལྟ་ཉེས་གྲུག་གི་འདུག་ན་རྡོ་ཁམ་ཆུ་ཆུ་གང་དྲུག་གི་ལས་ཁུངས་ནང་ཤོད་ད་རྡོ་ཁམ་ཆུ་ཆུ་གང་དྲུག་ལ་ནི། འཁོད་དུ་ཡོད་རེད་འདི་ཁྱོད་རང་ལ་བསྟུན་གི་རེད། གཉིས་ནས། རྡ་རམ་ས་ལ་ད་ལྟ་འདི་གའི་མི་སྣ་ཁ་ཤས་ཤིག་བསྡད་བསྡད་ཡོད་འདུག་འདི་ཆུ་བཞི་མཁའ་འགྲོ་རྩ་བ་ཉིད་ནས་མ་བལྟ་འདི། ཁྱེད་རང་ལྟ་ཁག་ཅིག་ལས་ཁུངས་ནང་ལོགས་ལ་ཡང། དེབ་སྐྱེལ་བྱེད་དུས་མིང་ག་རེ་བྲིས་འདུག་བལྟ། མདོ་ཁམས། མདོ་ཁམས་ཆུ་བཞི་མཁའ་འགྲོ་ལ་ནི་བྲིས་ཡོད་མ་རེད་ད། མདོ་སྟོད་ཆོས་ཁ་ལ་ནི་བྲིས་ཡོད་རེད་ཧ་གོ་གི་ཡོད་ཨ། འདི་གའི་འདི་གའི་འདི་ཡོངས་རྫོགས་འདི་ག་རེ་རེད། ལྐོག་ཟ་རིག་གཟུང་བྱེད་དེ་གཉིས་ཀྱི་མི་སྣ་རྐྱང་རྐྱང་རེད་ཟེར་ཞུ་ཡོད་ཨེ་འདའ། ཆུ་བཞི་མཁའ་འགྲོ་འདི་གཅིག་རེད། གཅིག་གཅིག་རེད་ད། གཅིག་མ་གཏོགས་ཡོད་མ་རེད་དེ། ཁྱོད་རང་ནད་མ་ཆོག་ན། མི་སྒེར། ལྡི་ལི། མདོ་ཁམས་ཆུ་ཤུར་སྒང་དྲུག་ས་ལ་རྒྱུག་ཡིག་ཆ་བལྟ་ཆོག། རྡ་རམ་ས་ལ་ཡའི་མདོ་སྟོད་ཆོལ་ཁ་གི་དེ་ལ་ཡའི་ཡིག་ཆ་བལྟ་ཁ་ཆོག་ཆུ་ཤུར་སྒང་དྲུག་ལ་ནི་ཁོས་ཡོད་མ་རེད། རྒྱ་གར་གཞུང་ལ་དེབ་སྐྱེལ་བྱས་བ་དེ་རྒྱ་གར་གཞུང་གི་ནང་ལོགས་ལ་ཡར་ཁྲིམས་ཐོག་ནས་ཆུ་ཤུར་སྒང་དྲུག་ལ་ནི་དེབ་སྐྱེལ་གཅིག་མ་གཏོགས་མེད་པ་སོང་འདི་ཁྱོད་རང་གི་ཧ་གོ་གོ་གོ་རེད། ཁྱེད་རང་དང་ཁྱེད་རང་ལྟ་བུ་འདི་གའི་འགོ་ཚུགས་ཀྱི་མི་འདུག་བ་དེ་རིང་གི་ཁྱེད་རང་ལ་གསལ་བཤད་བྱེད་ཀྱི་ཡོད་ད།

ཡི་གེ་ནི། ཡི་གེ་ལ་ཡ། སྤྱི་འཐུས་གྲོས་ཚོགས་ནང་ལོ་ལ་སླེབས་འོང་དུས། བོད་སྤྱི་བ་ལ་ཡ་བསམ་བློ་བཏང་ནས་སྐད་ཆ་བཤད་ཉེན་སུས་རུད་དོ་བོད་སྤྱི་བ་ལ་ཡ་བསམ་བློ་མ་བཏང་ནས་སྐད་ཆ་བཤད་ཉེན་སུས་རུད་དོ། བཙན་བྱོལ་ནང་ལོག་གི་ཨ་ནི་མི་མང་གི་བདེ་སྡུག་དེ་བལྟ་ནས་ཡ་ཞུ་ཉེན་འདུག་ཚུལ་སུས་རུད་དོ། ད་ལྟ་ཡི་གེ། ཨ། བོད་ཀྱི་གསང་སྤྱོང་ལས་ཉེན་འདུག་ཚུལ་ཡ་ཨ་ནི་ཁང་པ་སྤྲེ་ཡིན་ཟེར་གཅིག་བྱས་འདུག་རྡ་རམ་ས་ལ་ལ་ཡ་འཚང་ཁ་ཤིག་ཤིག་རེད་དོ། གསང་སྤྱོད་ལ་ཁང་པ་སྒོ་དུ་བཏགས་དགོས་འདུག་གསང་སྤྱོད་དེ་ཚོ་ལ་ལྟ་རྟོག་བྱེད་དགོས་འདུག་ལ་ཉེ་དེ་ཚོ་སུ་རེད་འདུག་སྤྱི་འཐུས་ཁག་གི་སྤྱི་འཐུས་དེ་ཚོ་རེད་འདུག་བ། ཤེས་མ་སོང་བས། ཨ་ནི་ང་ཚོ་གང་མགྱོགས་མགྱོགས་ཨ་ནི་ཕ་ཆོས་ཅི་རེད་སྲིད་ཨ་ནི། ལྷས་ས་ནོར་བུ་གླིང་ལ་ཨ་ནི་དེ་འདྲའི་གྲོགས་པོ་ཞུས་ཐུབ་ཀི་རེད་བསམ་གི་འདུག་འོ་ན་ད་ནས་ང་ཚོ་དེ་འདྲའི་ག་ས་ག་ལ་ཐོར་ནས་འོ་ན་ཆོལ་ཁ་ཆོལ་ལུགས་ང་གཅིག་ཅི་ཡིན་ང་ཉོག་ཉོག་ཡིན་ད་དེ་བཅས་གནང་བ་འགྲོ་གི་མི་འདུག་དཀོན་མཆོག་གསུམ།

བོད་མི་ལུང་པ་ལ་ཡང་ནི། སློབ་སྦྱོང་མ་སྤྲད། སློབ་གྲྭ་མ་བརྒྱབ་ལམ་ཁ་མ་བཟོས། ཤེས་ཡོན་མ་སྤྲད་འཛམ་བུ་གླིང་གི་འདི་མ་ད་སོ་སོ་མ་འགྲོ། ཤོ་པ་གཏན་དྲངས་བརྩིས་ནས་བསྡད་བསྡད་འགྲོ། འོ་འདིའི་རྐྱེན་གྱིས་རེད་ད། ད་ག་ནང་བཞིན་རེད། བོད་ལ་ན་ཧ་གོང་མི་འདུག་སུ་འཛམ་བུ་གླིང་གི་ནང་ལ། རྒྱ་བ་རིན་པོ་ཆེ། ལ་ན་ཧ་གོ་གི་འདུག་ལབ་གི་འདུག་ཨ། རྒྱ་བ་རིན་པོ་ཆེ་བསྡད་ལ་ཡ།

ཨོ།
དེ་ནས་ཁྱོད་ལ་འདྲ་མི་འདྲ་གཟུགས་དགུ་རེད་གཅིག་རེད་གཉིས་རེད་དགོངས་པ་མ་འཚོར་རོ་ཟེར་ཤེས་ཀྱི་འདུག་ཨ། སོ་སོའི་སྐད་ཆ་ཤེས་པ་དེ་སོ་སོར་བརྟག་པོ་རྒྱག་ཐུབ་ཁུག་གོ་རེད་མ་འོངས་པར་མི་གཅིག་གིས་ཁྱོད་ལ་ཡང་སྐད་ཆ་དྲིས་འོང་གི་རེད། འདི་ཁ་ཆེ་ནས་བཤད་ཡིན་ལོས་དེ་དཔང་རྟགས་ཁུངས་རྟགས་ཡོད་ཁྱོད་ཀྱིས་སྒུག་གོ་རེད་སྒྲ་སྒམ་གཟུགས་དགུ་རེད། ཨོ་ཡ། གལ་སྲིད་ཤེས་ཀྱི་མེད་ན་བཤད་མ་ཤེས་ན་ཁ་བཙུམ་བསྡད། སྐད་ཆ་ཉན། ཨ་ད་ག་རེ་སུས་ཞུ་ཨ་ཡིན་ལགས་སོ། ཨོ།